བླ་བཟོ་རྣམ་པ་ཚོ་ཚང་མ་ལ་འཚམས་འདྲི་ཡོད་བཀྲ་ཤིས་བདེ་ལེགས་སྐུ་ཁམས་བཟང། དེ་ནས་དེ་རིང་ངས་ཁ་སང་ཉེ་ཆར་ང་རང་གི་གཙོ་བོ་འགན་འཁེལ་བྱས་ནས་མང་ཤོས་རེག་བྱེད་བཞིན་པའི་ཞང་སྟོན་འདི་སྐོར་ལ་སྐད་ཆ་ཚིག་ཁ་ཤས་ཅིག་ཤོད་དགོས་བསམ་པ་རེད། སྤྱི་བཏང། ལམ་འབྲས་ཉམས་ལེན་པ་གཅིག་ལ་ཆང་མཚོན་པ་ཡིན་ན་ཐུགས་དམ་ཆང་མིན་ནང་བཞིན་སེམས་ཅན་ཧ་ལས་པའི་གལ་ཆེན་པོ་གཅིག་ཆགས་ཀྱི་ཡོད་རེད།

དེ་འདྲ་བྱེད་ཡོན་དུ་བརྩམས་ནས་ད་ང་རང་ཚོའི་དྲ་ཚོམས་འདིའི་ནང་ལ་ཕར་ཆེར་ཉིས་བརྒྱ་ག་ཚོད་ཡོད་ན་གཅིག་དེ་འདྲ་གཅིག་དེ་འདྲ་ཞུ་དེ་ནས Whatsapp དང་དེ་འདྲ་གི་དྲ་རྒྱ་མི་ངན་ཁག་ཉིས་བརྒྱ་ལྷག་ཙི་ཅིག་ཡོད་དེ་ནས་ད་ཇི་ལྟར་བྱས་པ་ཡིན་ན་སོ་སོའི་རྡོ་རྗེ་དཔོན་གྲོགས་ཆུ་གྲོགས་མཆེད་གྲོགས་ཡོངས་རྫོགས་ལ་མར་ལན་གཅིག་ཤོག་གུ་དྲན་པ་རེད་དེ་ཡིན་ན་ཡང་ཉེ་ཆར། འཕྲིན་ཕྲན་འདི་སྒོ་རྒྱབ་ཡོང་དུས་ཙམ་ནས། ད་ཆུ་གྲོག་ཕར་ཆེར་གྱི། འབྲེལ་ལམ་དེ། འཕྲིན་ཕྲན་རྣམས་ནི་ཆད་ཚར་ཞིང་བཅད་ཚར་འདི་འདྲ་བྱེད་དུས་ཙམ་ནས། WhatsApp ཟེར་ན་འདི་ཡིས་གསར་པ་འགྲོ་ཅི་བྱེད་བྱེད་དེ་ནི། ཆུ་གྲོག་གང་ཡོད་པ་དེ་ལ། མ། དེ་འདྲ་ཅིག་སྙན་གསན་ཞུས་བྱས་ནས། ད་ཧ་ལམ་ལྔ་བརྒྱ་ལྷག་ཅིག། དེ་འདྲ་ཅིག་འཛོམས་བྱུང་བ་རེད་པས་མ་སྲིད་པ་ཀ་ཁ་བ་བཟང་པོ་ཡིན་ཟེར་དྲན་གྱི་འདུག་བཅད་ཚར་འདི་འདྲ་བྱེད་ཡོང་དུས་ཙམ་ནས། ཚིག་གི་ཆ་ལ། ད་དེ་རིང་གི་ཁ་འདོན་མ་ཞུ་རེ་བྱས་ཡ་དེའི་ནང་ལ་ཚིག་གི་ཆ་ལ་ཧ་ལམ་ད་དག་ཆ་ནོར་བ་རྐང་གཅིག་མེད་པ་དེ་འདྲས་ཀྱི་ཞུ་དགོས་ས་ང་རང་ངོས་ནས་སེམས་ཐག་ཆོད་སེམས་ཟེར་ན་མི་འདུག་དམ་བཅའ་སེམས་ནང་ནས་དམ་བཅའ་བཟོ་འདྲ་བ་ཅིག་དེ་འདྲས་ཅིག་ཞུ་གི་ཡོད་དེ་ནས་ཡིན་པ་ཡིན་ན་ཡང་ད་གང་འདྲ་རེ་ཅིག་གི

དམ་བཅའ་འགྲོ་ཆས་དེ་འདྲ་ཅིག་ཞུས་ནས་མ་རྣམ་པ་ཚོ་ཚང་མ་ལ་མི་རེ་ངོ་རེ་ནས་ཞུ་དག་ཚར་རེ་རེ་ཨ་འདི་འདྲ་ཅིག་གནང་རོགས་བྱས་ཟེར་ནས་སྐྱབས་མཆོད་ཞུས་བྱས་ནས་ཚང་མས་ཡིན་དང་ཡིན་ཟེར་ནས་ཨ་ནི་དབྱངས་གཅིག་དྲན་གཅིག་ཏུ་དབུགས་ཡོངས་རྩ་གནང་བ་རེད། སྐྱ་ས་འདི་ཀྱི་དུས་ཚོད་ནི་དེ་གལ་ཆེན་པོ་ཞིག་ཆགས་ཀྱི་ཡོད། དེ་ནི་དེ་བས་ཀྱང་གལ་ཆེ་བ་ཞིག་ལ། ཞལ་འདོན་འདི་གས་ཨ་ཅིག་ད་གོ་རིམ་རེའི་ནང་དོན་གྱི་གཅིག་འགྲུལ་རེའི་ད་ལྟ་ཚུལ་བྲལ། ཅིག་ཁྲོ་བ་བཀའ་དྲི་ཞུ་དགོས་ས་མང་པོ་གཅིག་སྟེ། ཆ་ཚང་འདི་དག་དང་སྐྱབས་མཆོག་ངོར་ཀླུ་ལྡན་མཁན་ཆེན་རྡོ་རྗེ་འཆང་ལ་བཀའ་དྲིན་སྐྱབས་མཆོད་ཞུས་ཡོད། ཨ་ནེ་རིན་པོ་ཆེ་མཆོག་གི་ཕ་ཆེ་ཉི་མ་ཉི་ཤུ་རྩ་གྲངས་གཅིག་ལ་ལྷག་པར་དུ་ད་རྡོ་རྗེ་གྲྭ་ཚང་མ་གི་ཨ་ནེ་མཁན་སྟོན་གི་ད་ནང་ལོགས་ལ་ཅིག་མ་གོ་རིམ་བསྒྲིགས་ཡ་རེད་དེའི་ནང་ལོགས་ལ་ཆིག་སྒྲིལ་ཐུབ་པ་དང་མ་ཐུབ་པ་གི་ཅིག་ཐུན་མོང་དང་ཐུན་མོང་མ་ཡིན་པ་གི་དབྱེ་མཚམས་ཕྱེ་ཡ་རེད་དེ་ཚོའི་གྲས་དེ་རིན་པོ་ཆེ་གི་ཉིན་རྒྱུན་གཞན་མ་ཅིག་མཁན་ཆེན་རྡོ་རྗེ་འཆང་གི་མ། བཀའ་དྲིན་སྐྱབས་འཇུག་ལམ་སྟོན་ཧ་ལས་པ་ཞིག་གནང་ཡོད་རེད། སྐྱེས་སར་འདི་འདྲའི་ཆེ་ཡོད་འདུག་བསམ་ནས་ད་ལྟའི་ཞལ་འདོན་འདི་གའི་ཚིག་དང་དོན་ག་རེའི་ཆ་ནས་ཆ་མཚོན་པ་ཡིན་ན་ག་རེའི་ངོས་ནས་བལྟས་པ་ཡིན་ན་ཡང། ཧ་ལས་པའི་ཁུངས་བཙུན་པོ་ཅིག་དང་དག་པོ་ཅིག་དེ་འདྲ་གི་ཆགས་ཡག་གི་ང་རང་ངོས་ནས་ད་སྡིག་འཚོལ་འགྲོ་རྒྱུ་ཧ་ལམ་ཡོང་གི་ཡོད། དེ་ནས་གནད་དོན་གཞན་དག་ཅིག་རེད། འདིའི་ནང་གི་བླ་སྤྲུལ་ཁ་ཡོངས་རྫོགས་དེ།

ད་བླ་རྒྱུད་ཡུལ་དུ་ཕྱོགས་རེ་ཁོང་རྣམ་པ་གཉིས་དེ་ཡང་ཞལ་སྐོང་ཞུས་ཡོད་རེད། ད་དེ་ཡང་གནད་འགག་ཆེན་པོ་ཅིག་ཆགས་ཀྱི་འདུག་ག་རེ་ཟེར་ན། ད་ང་རང་ཚོའི་མི་རབས་འདི་གས། རྡོ་རྗེ་སྤུན་གྲོགས་ཕར་ཆེར་དེ་ལ། དེ་ནས་དབང་ལུང་མན་ངག་དེ་ཚོ་ཐོས་ས་དེ་རྩ་བའི་བླ་མ་གཙོ་གི་ནོར་བུ་གཙོ་བོ་དེ། གོང་མ་ཁྲི་ཆེན་རྡོ་རྗེ་འཆང་དང། སྐྱབས་མཆོག་ངོར་ཀླུ་ལྡན་མཁན་ཆེན་རྡོ་རྗེ་འཆང་རྣམ་པ་གཉིས་དེ་ཆགས་ཀྱི་འདུག་དཔྱད་རྩོམ་འདི་འབྲི་བྱེད་དུ་བྱས་ན་གནས་སྟངས་དེ་འདྲའི་ཅིག་གི་འོག་ནས་ཁོང་རྣམ་པ་གཉིས་དེ། བླ་རྒྱུད་ཡོད་དོ་ཅོག་དེ་ལ་ཡང་ཞག་གོང་བཞུགས་ཡོད། འདི་འདྲ་ཞིག་རེད། བྱས་ཙང་འདི་འདྲ་བྱེད་དུ་བརྩམས་ནས་དེ་ཞལ་འདོན་དེ་གས། ཅིག་ཚིག་སྡོམ་ཆ་ལག་ཞག་གོང་དང་བཅས་པ་ཧ་ལས་པོ། ཕུན་སུམ་ཚོགས་པ་ཅིག། ཚད་ལྡན་ཅིག་ཁུངས་བཙུན་ཅིག། ད་དེ་འདྲས་ཀྱི་ཆགས་ཡོད་པས་ང་རང་ངོས་ནས་བརྒྱ་ཆ་བརྒྱ་ཐམ་པ་ཡིད་ཆེས་ཞུ་གི་ཡོད། དེ་བྱེད་དུས་ཙང་ནས་ད་རྣམ་པ་ཚོས་ནས་ཡང་མི་རིགས་ངོ་རེ་ནས་མ། ཞུ་དག་ཚར་རེ་རེ་ངེས་པར་དུ་དག་ཚར་གཉིས་དང་གསུམ་གནང་ཐུབ་ན་དཔེ་མི་སྲིད་པ་རེད། ད་དེ་ཡང་ཅིག་སོ་སོས་རང་འགན་རང་འཁོར་རང་དོན་རང་གཅེས་གནང་བ་རེད། ཕྱོགས་གཅིག་ནས་ཞུས་པ་ཡིན་ན། དེ་ནས་ཕྱོགས་གཅིག་ནས་ཞུས་པ་ཡིན་ན་ད་ངས་མི་ཤེས་ཟེར་མ་སོང་བ་བྱས། ག་རེ་ཟེར་ན་ཞབས་འདོན་སྲུང་མཁན་གཅིག་ཡིན་དུས་ཙང་ནས་ཞབས་འདོན་སྲུང་མཁྱེན་གི་ཡོད་པ་རེད།

དེ་ནས་གྲྭ་ཚང་རྣམས་ན་མ་ཞོག་པའི་རྣམ་པ་ཡིན་ན་ཡང་མ་ཤོག་བུ་ངོས་ལ་སྟོན་ཅན་སོ་སོའི་ངོས་ནས་ད་ཞལ་འདོན་རྙིང་པ་དེ་དག་མ་ཞིབ་རྡོར་བྱས་བྱས་ནས་དེ་ནས་ནོར་འཁྲུལ་གྱི་སྐར་ཚོགས་རོ་ཚིག་གཅིག་མཐོང་བ་ཡིན་ན་ཧ་ལས་པ་གལ། འདི་ནི་ཕན་ཐོགས་ཆེན་པོ་ཅིག་ཁ་ཡོག་ལག་ཡོག་གི་ཕན་ཐོགས་ཆེན་པོ་ཅིག་ཆགས་ཀྱི་ཡོད་པ་དེ་ཀྱི་དུས་ཚང་ནས་ཚང་མས་ཅིག་ཐུགས།

བསམ་བློ་བཏང་ཡོད་དུ་བཅར་ན། ཅིག་འགྲོ་སོང་ཆ་ཚང་སོ་སོས་བཏང་བཞག་ན་ཟེར་ཞོལ་པ་རེད། དེ་ག་རེ་ཟེར་ན་ཆོས་སྐྱིད་ནི་གྲྭ་བ་གྲྭ་ལས་ཅིག་ལ་ཡང། དཔེར་ན་སྒོར་མོ་ལྔ་བརྒྱ་དྲུག་བརྒྱ་གཅིག་སྟོང་ཟིག་འགྲོ་གི་ཡོད་པ་ཡིན་ན། མང་པོ་འགྲོ་རྒྱུ་རེད་བཞག། ཡིན་པ་ཡིན་ན་ཆོས་སྐྱིད་ནི་ང་རང་ཚོས་ཡང། ཅག་དང་ཀོ་ཧྥེ་དེ་འདྲ་ཐོན་ཡག་ལ་ཡང་ན་སྒོར་མོ་ཉིས་བརྒྱ་སུམ་བརྒྱ་བཞི་བརྒྱ་བཏང་བཞག་གི་ཡོད་རུང། དེ་བྱས་དུས་ཙང་ནས། ད་ཞག་འདོན། ང་རང་ཚོས་ད། ལམ་དྲེགས་པ་གྱི་ལ་ཕྱག་མཚོན་ཆགས་པ་ཡིན་ན། དེ་ནི། རྡོ་རྗེ་འཆང་གི་གོ་འཕང་ལ་བགྲོད་པའི་ལམ་ཡིག་རྫོགས་འདྲ་བ་ཅིག་ཆགས་བསྡད་ཡོད་རེད་ད་དེ་ལ་སྐུ་ཚེ་ཧྲིལ་པོ་ཅིག་མ་གསོན་དུས་ད་གོ་མོ་ལྔ་བརྒྱ་དྲུག་བརྒྱ་གཅིག་སྟོང་གཅིག་བཏང་ན་བཏང་རིན་ཡོད་པ་རྫོགས་འདྲ་བ་ཅིག་ཆགས་ཀྱི་འདུག་ད་དེ། བྲན་བསྐོར་གྱི་སྲོལ་འདྲ་བ་ཅིག། ངེས་པར་དུ་ཞུ་རན་ཡོད་བ་ཅིག་ཏུ་ཞུ་དགོས་ངེས་ཅིག་ཆགས་ཀྱི་འདུག་དྲན་པ་རེད་ད་ཡིན་ན་དེ་ད་གི་ད་གི་ཞུ་གི་ཡིན།

ང་རང་ངོས་ནས་ཆ་བཞག་ཆོག་པ་ཡིན་ན་ཧ་ལས་པོའི་སྐལ་བ་བཟང་པོ་ཞིག་ཡིན། རྡོ་རྗེ་དཔོན་གྲོགས་རྒན་གྲས་འདི་འདྲའི་མང་པོ་ཅིག་ཤོག་བྱས་བྱས་ནས་རྣམ་དཀར་དགེ་བའི་རྩ་བ། ལྷན་གཅིག་ཏུ། ཨ་ནི། གཅིག་ས་ཡག་གི་གོ་སྐབས་དེ་འདྲ་དེ། ཧ་ལས་པོའི་རྩ་ཆེན་པོ་ཅིག་བརྩི་གི་ཡོད། གོ་སྐབས་བཟང་པོ་ཅིག་བརྩི་གི་ཡོད། རྣམ་པ་ཚོའི་ངོས་ནས་ཡིན་ན་དེ་ག་རང། ངེས་པར་དུ་ངོས་ཟིན་པའི་ཐོག་ནས། དག་ནོར་ཚིག་གཅིག་མ་གཏོགས་མ་མཐོང་བར་བཏང་བ་ཡིན་ན་ཡང་དེ་ནི་དེ་ཚོ་གི་དགེ་རྩ་དེ་ཚོ་ཡིན་ན་བླ་མའི་བཙོ་སྦྱང་ལ་མ་དམིགས་བྱས་ནས་སྔུན་ནས་ཨོ་དེ་འདྲས་བྱས་གི་ངོ་མ་རང་གིས་རང་ཁོ་བྱས་བྱས་ནས་དེ་རིང་གི་བྱམས་སྟོན་དེ་རྣམ་པ་ཚོ་ཚང་མས་ཅིག་ཤུགས་ཀྱིས་བྱ་རོགས་ཅེས་ཞུ་ཡ་ཡིན་བཀའ་དྲིན་ཆེ་དུས་ཆེ།